ཨོའོ་ལྷས་རྒྱུད་བླ་ཡོད་ཚོགས་མ་ཨ་མི་ང་བ་གི་ཡུལ་གྲུ་སེ་སི་ནོ་ཉེ་ཚོགས་མ་ལ་ཨ་ནི་ཚང་འདྲི་བཀྲ་ཤིས་བདེ་ལེགས་མང་པོ་ཡོད་སེ་ཨ་ནི་ད་ད་རི་རི་ཟ་ཟླ་བ་རེད་ཨ་ནི་ད་ནི་ས་ཆ་ག་ཞིག་ཉེ་ཡིན་ནོ་ཨ་ནི་ཚོགས་མ་ལ་ང་དགུ་དི་སོགས་གི་བདེ་ལེགས་ཤོད་ཡོད་ཆ་གཅིག་ཏུ་ད་ད་རི་ད་ས་འཇི་སོ་དེ་ཚི་ཨོ་རྩ་བ་འདྲ་པོ་ཡོད་ཉེ་སོ་དེ་ཚི་བཤད་ཡེ་ཨ་ནི་དེ་གི་མ་འདོ་བ་སོ་ཡོད་དེ་ཚི་ད་ཁོ་རོ་སི།

ཕྱི་ཚེས་བཞི་བཅུ་ཤེས་བརྒྱད་ནང་ལ་ད་དུས་ཚོད་བཟོ་ནས་ཨི་རན་གྱི་མཚོ་ཁ་དེ་དག་ཧོར་མུ་སི་ལའི་དེ་མཚོ་ཁ་དེ་ནས་ཁ་དེ་སྒོ་ཕྱི་ཕྱི་ཕྱི་ཞོར་ལ་ནས་ད་ཨ་རི་ཀའི་ཉི་ཟླ་འདྲ་པོ་གཏོང་འདུག་ཨ་ཕྱི་དགོས་ཡོད་ལ་ནས་ཨ་ཨི་རག་གིས་ད་དེ་སྐད་ཆ་དེ་ཉན་གི་ས་མ་རེད་ཨ་ནི་ད་གལ་སྲིད་མ་ཉན་པ་ཡིན་ན་ཨ་ནི་ཨ་རི་ཀའི་ད་མུ་སེར་གྱི་ཡོང་རྒྱུ་སྟོད་གོ་ཆེན་པོ་ཞིག་བྱེད་ཡེ་སྲིད་ག་ད་རི་སྟོད་གོ་དེ་ག་བ་རེད་འདུག་ཟེར་ན་ཨ་ནི་ཨ་ཨ་ནི་ཇི་ལ་འོང་འདུག་ད་ཨ་ནི་ཇི་ཟེར་ནོ་ལ་ད།

ཡོ། བརྡ་སྤྲོད་ཆེན་པོ་ཞེས་ཉེན་ཁ་ཚ་པོ་རེད་འདུག་དོ། ཨ་ནི་དེ་ཅི་དེ་གོ་ལ་ད་ཅིག་ཉེན་ཁ་དེ་ཆེར་ཆེར་འདྲ་བོ་འགྲོ་འདུག་དོ། ཨ་ནི་ད་ཡི་ར་དེ་ནང་ཅིག་གྲོང་དུ་མི་བཞི་འཕུང་དག་ལ་གསོལ་བ་ད་ལྟ་འགྲིག་གི་ཆ་ཆེན་འཛོམས་པོ་རེད་འདུག་དོ་ད་ལྟ་ད་ལྟ་རི་གོ་ལ་མ་དེ་ཚོ་མདོ་སྡེ་འདྲ་བོ་ཞིག་མ་ཞུས་བ་ཡིན་ན་ཨ་ནི་གྲོང་དུ་ད་ཁ་སོ་ངེ་མ་མང་པོ་ཤེས་ཚར་ད་ཚོ་ནང་གི་གྲོང་གི་དེ་ར་ཡིན་པ་དང་གྲོང་གི་མ་ཡིན་པ།